བཅོན་ལྡན་འཚོ་བ། ཉིས་སྟོང་བཅུ་གཉིས་སྐྱ་བར་འབྲུ་ཐོག་སྔར་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་བརྒྱད་ཉིན་མོ་གུས་པ་ཐེ་ཝན་ནས་མཁའ་ལམ་བཅུས་ཐེ་གླིང་དུ་འབྱོར་ནས་གནམ་ཐང་དུ་བཞག་འདུག་ཅེས། གུས་པ་དབྱིན་སྐད་མི་ཤེས་པས་ལབ་བརྡའི་གོ་ཆོད་པ་བྱུང། དགུན་ཉིན་མོ་ཡང་མཁའ་ལམ་བཅུས་བག་ཡོར་རྒྱལ་ས་ཀ་ཐ་མིན་ཏུར་གནམ་ཐང་དུ་འབྱོར་བས། ཡར་རྒྱས། གཙང་སྦྲ། དཀོན་རྒྱུ་སོགས་ཧ་ཅང་ཚད་དམའ་བའི་ལོ་བཅུ་གྲངས་སྔོན་ལས་བདམས་འགྱུར་བཅས་གཏོང་རུ་ཟིན་འདུག་བ་ཡོར་ནས་གུས་པའི་གཅུང་པོ་དཀོན་མཆོག་སྨོན་ལམ་རྒྱལ་སྤྱིའི་བོད་མིའི་བགྲོ་གླང་དུ་ཕེབས་འདུག་པར་ངོ་ཐོག་བཟུང་བས། ངའི་གཅེན་གཅུང་ཉེ་ཆར་གཅོད་མི་བཅས་སྤྲོ་བ་འཕར། ངས་ཐོག་མར་བ་ཡོར་ཕ་ཡོར་ནང་མི་བདེ་གནས་ཀྱི་དྲི་བ་དང། རྒྱུན་ལྡན་སྤུན་མཆེད་ནང་འཁུར་གྱི་གླེང་མོར་བཤད་པས་ཡ་མཚན་པ་ཞིག་ལ། ང་གཅུང་པོ་ནས་བོད་ནང་གི་སྐད་ཡིག་རིག་གཞུང་དར་འབབ་དང། གྲོང་གསེབ་གོ་ལ་སྨན་ཁྱིམ་སོགས་སྤྱི་ཚོགས་ཞབས་ཞུའི་བྱ་ཕྱོགས་ག་ཅི་བཏང་དང། ཅན་བོང་ནས་ཁོང་ཚུར་ལམ་སྟོང་བཀའ་སློབ་དགོས་ལུགས་ལས་ནངས་མོར་སྐད་ཆ་ཡིན་མི་འདུག། ངེད་གཉིས་ཉིན་གསུམ་མཉམ་དུ་བསྡད་ནས་ཁོང་སྦུག་ཏུ་ཕེབས་སོང། གུས་པ་བ་ཡོར་མཆོད་རྟེན་རྣམ་གསུམ་སོགས་གནས་འབྱར་དང། མགྲོན་འཁོར་དུ་ཞུགས་ནས་རྒྱ་གར་ལ་ཕྱིན་པས་ལམ་འགག་ནས་སྐུར་སོང་བས། མཐའ་བཞིའི་ཡོས་བརྒྱུད་མགྲོན་བུའི་ལམ་ངོར་འཁྲུག་ཐབས་སོགས་ཧང་སང་རྒུད་པའི་བཟའ་རེག་དཔར་བཞིན་པ། ལྟུང་བའི་སེམས་པ་སྐྱོ་བོ་བྱུང། ལྡི་ལི་ལ་འབྱོར་ནས་ཉིན་གཅིག་གྲོགས་པོ་འགའ་དང་ལྷིང་སྤྲོ་སྲང་ལ་ཕྱིན་པས། ང་ཚོའི་གྲོགས་པོ་ཞེ་དགེ་རྒྱབ་ཁུག་ཇག་པས་བཙན་འཕྲོག་ཞེས་གསུངས་བས། ནང་དུ་ཕ་རན་སིར་བསྟེན་གཏུགས་ལག་ཁྱེར་དང། པར་ཆས། ཧེ་མགུར་ཁྲི་ཉི་ཤུ་ལྷག་ཤོར་འདུག། གུས་པས་པར་ཆས་དང་ཨ་སྒོར་ལྔ་བརྒྱ་ཅེས་ཞབས་འདེགས་ཕུལ་བ་ལས་གཡེང་ཐབས་གཞི་མ་རྙེད། གྲོགས་པོ་རྣམས། རྒྱ་བོར་སོགས་སུ་བརྒྱུད་སྐབས་ངེས་པར་དུ། ཐུགས་གཟབ་གནང་གི་འདུག་རྡེ་ར་རྡུན་ལ་འབྱོར་ནས་འབྲི་གུང ྋསྐྱབས་མགོན་རིན་པོ་ཆེའི་གདན་ས་བྱང་ཆུབ་བླ་དང་བཀའ་བརྒྱུད་མཐོ་སློབ་སྲོང་བཙན་དཔལ་འཛུགས་གཙོ་མགོན་བསམ་གཏན་ཆོས་གླིང་སོགས་མཆོད་གྱེར་བྱས་པས་དྭངས་གཙང་གི་ཁོར་ཡུག་སྟོང་ན་སྟོང་བ་ཙམ་གྱིས་བདེ་དགའ་སྦྱིན་པའི་གནས་སུ་འདུག། བདེ་ལ་ནི་མེ་འཁོར་བཅུའི་རྣལ་འབྱོར་རྡོར་གདན་དུ་འབྱོར་ནས། རྟེན་མ་ཧ་བོ་ཏི་སོགས་མཆོད་མཇལ་ཞུ་བའི་བཀའ་གསང་བྱུང་བའི་རྣལ་འབྱོར་དེ་ནི་ས་དང་འདྲ་ན། ནང་པོ་གནས་རྩ་ཆེ་ཤོས་ཡིན་པས་འགྱེལ་བ་ཙམ་གྱིས་དང་བ་བྱེད་པར་འདུག་པས། གྲོགས་པོ་རྣམས་ལུས་རྟེན་འདི་ལ་ཐང་གཅིག་ངེས་པར་ཕེབས་ཐུབ་པར་རམ།